ནུབ་གླིང་གི་ཕོ་བྲང་གསར་པ་ང་སྡོད་ས་དེའི་ཐོག་ཁའི་སྒང་ལ་ཡང་རྒྱ་མིའི་རོ་ཀེད་ཁ་མང་ཤར་བ་བྱས། འོ་དེ་འདྲའི་རོ་ཀེད་ཨེ་ནི། ཁ་ཤས་འདུག་ས་ཅི། ལྟ་བ་འདི་ཨེ་ནི་ང་སྡོད་ས་དེའི་སྟག་རྒྱབ་རོ་བྱིས་ཟེར་བ་འདི་གོ་བ་གཉིས་འདུག་ད་ཆེད་མངགས་དེ་ག་རང་ལ་དེར་ནི་ཨེ་ནི། སྦོམ་ཞུ་ཡག་ཡིན་ད། ད་དེ་ཨེ་ནི་བེ་ག་སུ་རེམ་གཡོལ་ཡག་ཡིན་འགྲོ། ཚོད་མ་ཐིག་པ་ཞིག་ཏུ་བ། ཨེ་ནི་གནས་ཚུལ་ཕྱོགས་མང་པོ་ཞིག་ནས་དུག་བསྲེགས་ཡོད་འདུག་གནས་ཚུལ་ཡག་པོ་ཁྱོན་ནས་མི་འདུག་ཨེ་ནི། མོ་ཅིག་ལྷ་དང་བླ་མ་ལ་ཡག། ཅིག། མོ། རྒྱག་ཡག་དེ་འདྲས་ད་ཆགས་ཞེན་བྱེད་ཀྱི་ཡོད་རེད་འདུག་བྱས་ནས་ཨེ་ད་ནུབ་གླིང་ག་ནས་ཐོན་ཞོགས། བྱས་ནས་སེམས་ཐག་རེད་འདུག་བོད་པ་རེད་ཨེ་ད་ག་སེམས་ཐག་བཅད་བྱས་ཨེ།

གཞན་དེ་དུས་ང་ཚོ་བསམ་བློ་གནང་ལ་ཡང་ད་མ་འོངས་པ་ལ་ད་ག་འདྲེ་རུ་བྱེད་ཡོང་བསམ་པར་བྱེད་མ་གཏོགས་ཚོད་ཐིག་གོ་གལ་ཡང་མ་རེད། དེ་ནས་སེམས་ཐག་བཅད་བྱས། རྒྱ་གར་ལ་ཁ་གཏད། ཐོག་མར་འབྲུག་རུ་འགྲོ་ག་ཡིན་ནམ། དཔེ་ནི་རྒྱ་གར་ལ་འགྲོ་ག་ཡིན་ནམ་བསམ། ཅིག་ཐེ་ཚོམ་རུ་བྱེད་དུས་ད་ནི་རྒྱ་གར་གྱི་ལས་འཇོག་སོང། དགའ་བསུ་ཡོད། ཨཱ། ང་རྒྱ་གར་གྱི་ས་མཚམས་ལ་འབྱོར་རེ་ག་འདུག་ལ། ངའི་གྲོགས་པོ་སྙིང་པོ་ངོ་ཤེས་པ་འདི་འདྲས། ཨོ་ཕ་གི། པས། འཛུམ་ཤིག་ཤིག་བྱས་བསྡད་བཞག། ཨཱ་ནི་དཀར་པོ་ཞིག་བྱུང། འདུག་ཚེ་འདི་རྒྱ་གར་ལ་འབྱོར་རེ་རེད། ཨཱ་ནི་རྒྱ་གར་གཞུང་གི་སྐུ་མགྲོན་བྱས། ད་དུས་ད་ལྟ་བར་དུ། ཨཱ་ནི། རྒྱ་གར་གཞུང་གི་སྐུ་མགྲོན་བྱས་འདུག་བསྡད་དེ་ཡོད་རེད། ཟས་བཟང་ཀ་ཁ་ཐུག་འདི་དེང་དཀོན་གསན་དང་ཁོ་ཚོའི་གྲས་དགའ་རོགས་གཅིག་དགའ་རོགས་གཅིག་གི་བསམ་པ་ཁྲག་ཁོ་ཁྲག་ཁོ་རུ་བཞི་དང་བསམ་པ་རྣག་པོ་རུ་བྱོ་བ་རེད་འོ་ད་ཁོ་ཚོའི་ཨ་ནི་བསམ་ཚུལ་ལས་ཡོངས་སུ་འདས་ནས་ང་རྒྱ་གར་ས་མཚམས་ལ་འཇོག་ཨ་ནི་རྒྱ་གར་གཞུང་གི་སྐུ་མགྲོན་བྱས་འོན་ཏེ་རྒྱ་གར་ལ་འཇོག་ཨོ། མིང་འདི་ང་ཚོ་བཙན་བྱོལ་བ་རེད། དོན་དག་དེ་རྒྱ་གར་གཞུང་གི་སྐུ་མགྲོན་བྱས་བྱས་ད་འདུག་བསྡད་པ་རེད། ཨེ་ནི་ནུབ་གླིང་གི་ནས་མ་བོས་གོང་ལ་ང་ཚོས་འདིའི་བསྐང་གསོ་དེ་འདྲའི་སྟངས་ཅིག་ས་བྱས་ཡོད། ཨེ་ནས་དགོངས་དག་ཅིང་གཉིས་ལམ་ལས་ཡང། གང་ཚེ་ཐེག་པ་མཆོག་ལ་ཆོས་སྤྱོད་ཅིག། ཚུལ་བཞིན་སྒྲུབ་ལ་སྟོན་པར་བརྩོན་པ་དེ་ཡི་ཚེ། མཐུ་ལྡན་རྣམས་ཀྱིས་རྟག་ཏུ་གྲོགས་བྱེད་ཅིང། ཨེ་ནས་གང་ཟག་རྒྱལ་བའི་དགོངས་པ་ཡུན་དུ་གནས་གྱུར་ཅིག། ཟའོ། ད་ཚིགས་བཅད་འདི། ཨེ་ནས། ངས་མདུན་དེ། དགའ། བཀྲ་ཤིས་རྒྱ་མཚོ་ཤུགས་ལྡན་འཆང་ཐུབ། འོ་འོ་དེ། གང་ཚེ་ཐེག་པ་མཆོག་ལ་ཆོས་ཆོས་ཞུ་ཚུལ་ཞུ་གྲུབ་ལ་བརྩོན་པ་དེ་ཡི་སྲས་ཐུབ་བསྟན་རྣམས་ཀྱི་རྟག་ཏུ་གྲོགས་བྱེད་ཅིག་བཀྲ་ཤིས་རྒྱ་མཚོས་ཕྱོགས་ཀུན་ཁྱབ་གྱུར་ཅིག་ཧྲཱི། འོ་ཚིག་དེ། ཨེ་ནི། འོ། དེ་ལ་ཡན་བདུན་ཏེ། མཁན་པོ་དགོན་འདྲ་གུ་རུ་ཅིག་འདུག་འོ་ཁོ་རང་ཚོས་ཚིགས་བཅད་འདི་ཀྱོག་ཆེ། ཨེན། དེ་ནས་ཉི་མ་གཅིག་གཉིས་ནང་ལ་ང་ནུབ་གླིང་ག་ནས་བོད་ཡོང་པ་རེད། ད་དངོས་གནས་དྲ་གནས་དེ་རྒྱ་གར་རང་དབང་ལུང་པར་སླེབས། ལྔ་བཅུ་ང་དྲུག་ནས་ང་རྒྱ་གར་གཞུང་གི་དཔོན་རིགས་སུ་དང་ངོ་ཤེས་ཆགས་བསྡད་ཡོད་རེད། ཨེ་ནི་ལྔ་བཅུ་ང་དགུ་ནི་ཡོང་པའི་ཁ་ཐུག་ལ་རྒྱ་གར་གཞུང་གི་པའི་དགའ་བསུ་ཟབ་རྒྱས་གནང་ཕྱིར་འདུག་སུ་བྱུང། འདུག་སུ་བྱེད་ནས་ད། ང་ཚོ་གཅིག་གི་མི་ཚེ་གསར་པ་ཞིག་ཚུགས་པ་རེད། ད། རྒྱ་གར་གླེང་ནས་ད་དངོས་གནས་དྲ་གནས།